ལོས་ཟེར། གངས་ལྗོངས་ཕ་སྐད་གཙང་མའི་གླེང་སྟེགས་ཀྱི་ཚོགས་གཙོ་ཚོགས་གཞོན་དབུས་པའི་དོན་གཉེར་ཅན་རྣམས་ལ་ཡང་ངས་འདི་ནས་མ་འཚམས་འདྲིའི་སྐུ་སྐྱེ་གསལ་བཏང་བཅས་ཞུ་གི་ཡོད་དོ། དེ་དང། ཟླ་འདི་རེས་ཐོག་མར་ལེགས་སྦྱར་སྐད་ནང་ཡོད་བསྡད་པའི་ཆོས་རྗེ་ཀྱི་ཐང་སྙན། དུམ་བུ་ཕྱི་མ་ནི་ཀློག་འདོན་ཤོད་ཡ་ཡིན། ད་འདི། ད་ལྟ་འདི་ནི་མ། ཕུལ་བའི་ཞལ་གསུང་རེད། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི། མཚན། ཡ་ཡ། ད་འདི་ནི་དང་པོ་མ་རིག་པ་ལ་ཡ། ཨཱ་བི་དི་ཡ། ཨཱ་བི་དི་ཡ།

བཅུ་གཉིས། དགའ་བཞི་ལ། ར་ཇ་མ་ར་ནན། མ་རེད། རྒྱ་ར་མ་ན་མ་ར་ནན། རྒྱ་ར་མ་ར་ནན། དེ་ནས་བཅུ་གསུམ་པོ་དེ་ལ་ཡང་མྱ་ངན་ལས་ཤོག། ཤོག། བཅུ་བཞི། སྨྲེ་སྔགས་འདོན་པ་ལ་ཡང་པ་རི་དེ་བ།

ཨོ། ས་ལ་ཡ་ཡ་ད་ས་ཡ་བྱས་ཨ་ནི། ཨོ་ཡི་གེ་རྗེས་སུ་ང་རོ་དེ་ང་ཡི་སྒྲ་དང་ལྟོས་བཅས་ན་སི་ཡང། དེ་ནས་བདུན་པ་དྲུག་པ་ལ་ཨུ་པ་ཡ་ས། ཨུ་པ་ཡ་ས། ཨོ་ཡ་ཅི་ད་དེ་ནས། ཨོ། ལས་བྱ། ཀའི་ཐོག་ནས་ཡོད་པའི་ཀའི་མཚན་བྱང་དེ། གང་སུ་ཀོ་རེད། ཐ་སྙད་ཀྱི་མ་ཀློག་འདོན་ཞུས་ཟིན་པ་ཆེད་ད་དེ་ནས་མུ་མཐུད་ཅེས་ནི་ང་ཡིས་ཀློག་འདོན་མ་ཞུ་ཡ་ཡིན་ད། འོང་ཡ་ཞུ་ད། དེའི་སྔན་ལ་ཡང་ང་རང་ཚོ་ད་ལྟ་དེ་གཟུངས་མ་ཀློག་འདོན་ཞུ་ཡ་གི། ཤོག་གྲངས་ཀྱི་མཚམས་དེ་བརྒྱད་བརྒྱ་བཅུ་མེད་བཞིར་ལས་ལས་འདས་པ་རེད། དེར་དེ་བརྒྱད་བརྒྱ་བརྒྱད་བརྒྱ་བཅུ་མེད་བཞི་ནི་མ་བྱེད་སྲིད་པས་ཨ། འོ་ཡ། ད་དང་པོ་མཚན་བྱང་དེ་ལ་ཡང་རྒྱ་གར་སྐད་དུ། ཨ་རི་ཡ་ཀ་ན་ཀ་བ་ཏི་ན་མ་དྷ་ར་ནི། བོད་སྐད་དུ། བབ་ཁ་སེ་ཆེན་ཞེས་བྱ་བའི་གཟུངས། ཡང་དག་འདི་ཤོད་དངོས་འདི་ན་མེད་པར་བྱེད། ཤོད་དངོས་གཞན་དག། དགེ་སྡིག་བཅུ་མེད་ལྔ་ལ་ཡང། མི་དགེ། ཤོད་ཤོད་དེ་ལ་ཡང་ཡིག་འབྲིང། ཐ་མ་ཐ་མ་དེ། ཏཱ་ཏི་ཡ་ཐ། ཨོམ། ཧི་ལི་ཧི་ལི། ཧི་ལི་ཧི་ལི། མི་ལི་མི་ལི། ཧི་ལི་མི་ལི། ནི་ཧི་ནི་ཧི། ནི་ཧི་ར་བི་ནི། ཀ་ན་ཇ་ན་བ། ཀ་ན་ཇ་ན་བ་ཏི། ལོ་ཀ་མ་ཏེ། བུ་ཏེ། བུ་ཀུ་ཏ་མན་ཏྲ། ཨ་ཏི་ཀྲི་ཏེ།

མོ་ཧ་ནི་ཨ་མོ་ག། ཤག་ཏྲི་ད་ར་ནི་ཤག་ག་ཤག། ཏཱ་ར་ད་ཏྲ་ར་བ་ནི་ཁི་བུ་ཁི་བུ་ཏཱ་ར་ད་ལ་ཇ་ཇི་ཤག་ཏྲི་ད་ར་ནི་གིར་ཧ་ན་གིར་ཧ་ན། ཀ་ཏྲ

ནཱ་ར་དང་ནི་ར་ཅན་ཨ་ནི་རེ་ཞུ་ཡང་ནི་རི་ནི་རི་ཏི་ཨ་ནི་ཨོ་ཡ་པྲ་པྲ་ནི་ཏི་ཨ་ནི་ཀ་རོ་དཱ་ནི་པྲ་ཏི་ཀ་རོ་དཱ་ནི་ཧ་ན་ཧ་ན་བི་ཧ་ན་བི་ཧ་ན་སར་བ་འདུ་ཤྲཱི་པྲ་འདུ་ཤྲཱི་ན་ན་ཤ་ཡ་སར་བ

བོད་སྐད་དུ། འཕགས་པ་བར་དུ་གཅོད་པ་ཐམས་ཅད་རྣམ་པར་སྦྱོང་བ་ཞེས་བྱ་བའི་གཟུངས། ཞེས། ཤོག་ངོས་འདི་རྣམས་ཀྱི་མེད་པ་ཆད། ད་ཤོག་ངོས། ཤོག་གྲངས། བརྒྱད་ཅུ་བཅུ་དགུ་ན་སི་དང། ཏཱ་ཏི་ཡ་ཐཱ། ཨཱ་བ་ཡེ། བཱ་ཡ་བི་ག་ཏེ། བཱ་ཡ་པ་རི་ཤི་བ་དཱ་ནི། ཨཱ་བ་ཡེ། ཨཱ་བ་ཡང་དཱ་དེ། ནི་རུ། ནི་རུ་བ།

ཨཱ-བྷི-ཀལ-པའི། ཨཱ-བྷི-ཀལ-པ-ནི། ཡང། ཨཱ-ཅི-ཡོ-ཏའི། ཅཱ་ལས་ཡཱ་ཏཱ་ཞེས་ཡཱ་ཏཱ་ཡོད་དུས་ཅཱ་ཡཱ་ར་བ་ནི་ཞབས་རྗེས་ཀྱི་ཨཱ-ཅི-ཡོ-ཏའི། ཞུ་བའི་ཞུ་བའི། ཏའི་ཅཱ། སྟེ-ཇོ-བ-ཏའི། སྟེ-ཇོ-བ-ཏའི། ཤཱ-མའི། ཨུ-པ-ཤཱ-མའི། མ་ཧོ་པ་ཤཱ་མའི། མེ་ཏྲའི།

ཨོ་ཡ་ཨོམ་ཏཱ་ར་ཏཱ་ར་ཏཱ་རེ་ཏཱ་རེ། མོ་རི་ཀེ། ཅན་ཏྲ་པྲ་བེ། བི་རི་བི་རི། ཅི་རི་ཅི་རི། སུ་རི་ཡ་ཀན་ཏེ། ཧེ་མ་པྲ་བེ། བུ་དི་ཡ་བུ་དི་ཡ། བོ་དཱ་ནི། སར་བ་པ་ཨ་པ། པྲ་ཤ་མ་ནི། ཅཱ་ར་ཅཱ་ར། བྷི་ཀ། པྲ་ཤ་མ་ནི།

འདུལ་བ་ལ་རྐྱེན་མི་འདུག། ཡ་ཡ་ད་དེ་རིགས་དག་ཀློག་འདོན་ཞུ་ཡ་དེ་དག་དེ་རིགས་དེ་ཙམ་བཞག་གི་འདུག།